པ་ཚེ་པེ་ལཱ་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གཉིས་ལོར་ལྷོ་ཁ་རུ་སྐྱེས་ཤིང་རྒྱ་ནག་གིས་བོད་ལ་བཙན་འཛུལ་བྱས་པའི་རྗེས་ཁོང་གཉིས་འབྲུག་ཡུལ་བརྒྱུད་རྒྱ་གར་དུ་ལྕགས་ཀྱུ་ལ་ཕེབས་ཡོད་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ལོར་ཁོང་གཉིས་རྒྱ་གར་རྡ་རམ་ས་ལ་འབྱོར་བའི་རྗེས་བོད་གཞུང་གི་བཀའ་མངགས་ལྟར་ཀིརྟི་དབྱིན་ལཱ་དང་མ་ན་ལི་ལ་ལོ་མགོ་གསུམ་གྱི་རིང་ལང་བཟོ་ལ་སྤྱོད་མྱོང་ཡོད་འདུག་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་ཁོང་གཉིས་རྒྱ་གར་གྱི་རྡེ་ར་དུན་དུ་བསྟན་བཤིག་བྱས་པའི་ལྕགས་ཀ་ཏར་ཞེས་པའི་དམག་སྒར་དུ་འཛིན་བཞུགས་བྱས་ནས་དུས་ཡུན་ལོ་མགོ་བཅུ་གཅིག་རིང་དམག་སྒར་དུ་བཞུགས་ཡོད་འདུག། ཕྱི་ལོ་གཅིག་སྟོང་དགུ་བརྒྱ་དོན་བཅུ་དོན་བདུན་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་རྗེས་སོགས་སུ་བོད་མི་རིགས་དང་བོད་ཀྱི་རྩ་དོན་གྱི་ཆེད་དུ་གཟི་བརྗིད་ངོ་རྒོལ་དང་དངངས་སྟོན་གྲུ་གུ་སུ་ལེ་འགུལ་དུ་མི་སྣ་མཉམ་བཞུགས་གནང་མྱོང་ཡོད་འདུག་ལ། འདས་པའི་ལོ་ཁ་ཤས་ཀྱི་རིང་བཞུགས་སྒར་དར་སིའི་ཁུལ་དུ་ཕུང་པོ་ཞུགས་འབུལ་སོགས་ཤེས་ཚོར་གྱི་ཞག་བཞུ་ཡང་གནང་མྱོང་ཡོད་འདུག། ད་ལྟའི་ཆར་ཁོ་གཉིས་དགུང་ལོ་དགུ་བཅུ་དགུ་གཅིག་ལ་སོན་ཡང་ད་དུང་མུ་མཐུད་ནས་ཚ་ཚ་ཟུར་བའི་ཤར་རི་ལ་བྲེལ་བཞིན་འདུག། ཐེངས་འདིའི་ང་ཚོ་བོད་ཀྱི་བང་ཆེན་གྱི་མི་རབས་གསར་པའི་གླེང་སྟེགས་ཀྱི་མི་སྣ་ངོས་འབྲེལ་ལེ་ཚན་ནང། བཞུགས་སྒར་དུ་གནས་བཞུགས་དགུང་ལོ་དགུ་བཅུ་དགུ་གཅིག་ལ་སོན་པའི་ཚ་ཚ་འདས་མཁན་པ་ཚེ་དཔལ་ལགས་སུ་ཚ་ཚ་འདས་ལུགས་ཀྱི་སྐོར་བཅར་འདྲི་ཞིག་བྱས་ཡོད་པའི་གསན་གཟིགས་གནང་ལ་སོགས། གཅིག་སྟོང་དགུ་བརྒྱ་ཉིས་སྟོང་ལྔ་བཅུ་ང་དགུ་ལོའི་ཟླ་ལྔ་ཡང་བོད་རྒྱ་འབྲུག་ཡུལ་ལ་གཏོགས་ཚེ་དད་པ་རེད། ང་ལུང་པ་ལྷོ་ཁ་རེད། འབྲུག་ཡུལ་དང་ཐག་ཉེ་བོ་རེད། འབྲུག་ཡུལ་ཚུགས་ཡོང་འབྲུག་ཡུལ་གཙོ་ཆེ་གྲས་དེ་ནི་དྲུག་ཅུ་ཐམ་པའི་ལོར་དྷ་རམ་ས་ལེ་ཡིན། དྷ་རམ་ས་ལེ་ནི་དེ་ནས་ཀུ་ལུ་མི་ན་ལིན་དེ་ནས་གཞུང་གི་ལམ་བཟོ་རྒྱུག་ཁ་བཏང་སོ། ལམ་བཟོ་རྒྱུག་དེ་ནི་ཀུ་ལུ་མི་ན་དེ་ལ་ལམ་བཟོ་རྒྱུག་དེ་དེ་ནས་ཨ་ནི་དྲུག་ཅུ་རེ་གཉིས་སྤྱི་ཟླ་བཅུ་གཉིས་པའི་ནང་ལ་ཨ་ནི་དམག་མིས་དྭང་བླངས་དམག་མིས་ལ་ཐོ་རྒྱག་ཁ་སླེབས་སོ། དྭངས་བླ་མར་མེད་ཕྱིན། དྭངས་བླ་མར་མེད་ལ་ལོ་བཅུ་གཉིས་སུ་དེ་ཡང་ནི་ནད་པ་ཆགས་ན་ནི། དེ། ཨམ་ཅིག། ད་ནད་པ་མ་ག་ན་དེ་ན་འགྲིག་མ་རེད་ཟེར་ཨམ་ཅིག་མ་བཏང་སོང། ཨ་འདི་ནས་བྱས་ནས་དུས་བཅུ་དུས་བཞི་ལོ་ལ།

བོད་གཞུང་བདེ་སྲུང་ལས་ཁང་གི་རྒྱལ་པོ་སྐུ་ངལ་གྱི་ཚ་ཚ་རྔ་སྟོང་རྫ་ཚོ་ཚོས་རྒྱབ་དགོས་ཀྱི་འདུག་ཁྱོད་རྒྱབ་ཐུབ་ས་རེད་བས་ཟེར། གསུངས་སོ། ཨ་ནི། ངས། ད་དེ། རྒྱ་ཡལ་གྱི་བཙོན་གྲོལ་བྱེད་ཀྱི་ཡིན་ཟེར་བྱས་ན་ཨ་ནི་བདེ་སྲུང་གི་དེས་ཚ་ཚ་རྒྱབ་བོ་དེ་ནས་བྱས་ན་ཚ་ཚ་རྒྱ་ཡལ་འགོ་བཙུགས་རེད། ཨ་ནི། རྒྱལ་པོ་སྐུ་ངལ་རྒྱབ་དེ་ནས། ཏོག་ཏོག་ཏོག་ཚོ་རྒྱབ། སྟག་པ་འདི་རྒྱ་ཡལ་ཡོག་མ་རེད་གོ་མཚམས་མཚམས་ལ་མི་ཚུགས་གོག་གོག་སི་ཏུ་ཚོ་ན་རྒྱ་ཡལ་རེད་མི་འདུག་ཨུན་ཚ་ཚ་སྣ་ཁ་འདྲ་མ་འདྲ་རབ་རྒྱ་བའི་དེ་རྡོ་རྗེ་བསམ་པ་དང་གུ་རུ་རིན་པོ་ཆེ་དང་མཆོད་རྟེན་བརྒྱ་རྩ་དང་མཆོད་རྟེན་རྣམ་རྒྱལ་མཆོད་རྟེན་དང་ཚེ་ལ་རྣམ་གསུམ་དང་ཨ་ནི་འདི་པ་ཚ་ན་རྡོ་རྗེ་དང་ཨ་ནི་གུ་རུ་རིན་པོ་ཆེ་དེ་འདྲ་རྒྱབ་ཡོད་དེ་འདོད་ཡང། ཆད་དུ་འདུག། ང་ལ་བཟོ་རོགས་བྱེད་ཟེར་ནས་ཨོ་ཀྲོ་བཏང་ནི་མ་གཏོགས་ཟུག་གི་མེད། ད་ལྟ་དེ་ཚེ་ལྷ་རྣམ་གསུམ་དང་ཆོས་རྣམ་རྒྱལ་མཆོད་རྟེན་དུ་འདུག་རྒྱུན་དུ་ཁོ་རང་ནས་མི་མང་ལ་གུ་གུ་དོག་བ་འདི་རྒྱབ་བསྡད་ཀྱི་ཡོད་མ་གཏོགས། ཡང་ཡང་ནི། ད་ལྟ་རྒན་ལགས་ཀྱིས་ཚ་ཚ་བཟོ་ཡ་དེ་ཡི

ཚ་ཚ་བཟོ་ཡི་གོས་སུ་ས་དེ་དཔེ་གལ་ཆེན་མོ་རེད་འདུག་ས་ག་ནས་ཁུག་འདུག།
ས་དེ་ད་ལྟ་བཀྲ་ཤིས་ལྗོངས་ནས་རྒྱ་གར་ཞིང་པ་ཙམ་ནས་ཉོ་ཡ་ཅི་ཡོད་རེད། དེ་ནས་མི་གེ་གནམ་གྲུ་བཀྲིས་སེང་འོག་ཏུ་རྒྱ་གར་མཛངས་མ་སོགས་ཀྱིས་ཁོ་ཚོ་ཙམ་ནས་ས་ཉོ་ཡ་ཡོད་རེད། དེ་ནས་དེ་བ་གཡས་གཡོན་དེ་བ་ས་ཡག་པོ་དེ་འདྲ་ཡོད་ནས་རག་གི་མི་འདུག། ཨ་ནི་དེ་སྙེ་མ་ཨ་ནི་དེ་རྒྱལ་པོ་སྐུང་བ་དང་དུང་ཚོད་རྒྱག་དུས་བུ་སུ་གང་ནི་ད་ལྟ་དེ་ཧོལ། གསར་པ་དེ་རྒྱག་དུས་ཚང་ནི་ཡི་གེ་གསར་བཟུང་རྒྱག་དུས་གསར་འདོན་དགོས་བ་རེད། དེ་དེང་དེང་བཟུང་གི་ཡི་གེ་སྤྲད་ནི་བུ་སུ་གང་ལ་ཡག་ལས་གོང་ལ་ཞུས་བུ་སུ་གང་གི་ཁྱིམ་ཚང་པ་ལ་ཞུས། དེ་ནས་ཤིང་ནམ་ཁོང་ཚོའི་དེ་གཡས་གཡོན་གི་ཅོག་གི་ལྟར་ཡོད་ཅོག་གི་ལྟར་ལབ་ཨ་ནི་དེ་ནས་གསར་དེ་ནས་བཀོག་ཟེར་དུས་ཚང་ནི། ཀོ་ཨེ་རེད་མོ་འདི་དགོད་འཇུག་མོ་འཇུག་ཀོ་ཨེ་ཡོད་མ་རེད། དེ་འདྲ་རེད། དེ་བཞིན་ང་ཚོ་ང་རང་ཚོ་ལ་ས་ས་ཆ་ཁོ་རང་མེད་པར་ས་ཁོ་ཡོད་རྒྱ་གར་ནས་ཤིང་ར་བབས་པའི་རྙོག་དྲ་བཤད། ཇོ་དང་ཇག་མ་འཕྲོག་དེ་རུང་དངུལ་ཁྱེར་ཞུ་ཟེར་རྙོག་དྲ་བཤད།

ཨོ་ཁོ་དང་ཟེར་ད་ང་རང་གིས་འདི་བྱས་ནས་ད་ང་ཨུ་ཚུགས་རྒྱབ་དུས་དང་ཁོ་ཚོ་ལས་ཀ་མ་བྱས་རང་བྱས་རེད་མ་གཏོགས་མ་འོངས་པ་ལ་ཁོ་ཚོ་ལོ་གཞན་པ་གི་འདི་བྱེད་ཀྱི་རེད་བ་ཟེར་ན་ཐེ་ཚོམ་རེད་ད་དེ་བྱེད་ཀྱི་རེད་ཟེར་ལབ་ཐུབ་ཨེ་ཡོད་མ་རེད་ཁོ་རང་དུ་ཟེར་དེ་ལ་དཀའ་ལས་ཡོད་རེད་བ། དག་པ་བརྫི་དགོས་རེད་ས་རྡུང་དགོས་རེད་བཙག་དགོས་རེད་ཨ་ནི། རྒྱབ་དགོས་རེད་དེ། ད་ཁོ་ཚོས།

མང་པོ་བརྒྱབ་ན་ད་ལྟ་ཚེ་ལ་རྣམ་གསུམ་བརྒྱབ་ན་དྲུག་བརྒྱ་བདུན་བརྒྱ་བརྒྱབ་ཐུབ་རེད། ད་རང་ཤོག་ཁ་ཆུ་ཚོད་བརྒྱད་པ་ནས་འགོ་བཙུགས་རེད་ད་ད་ཆུ་ཚོད་བཅུ་གཅིག་དང་ཕྱེད་ཀ་སོང་གི་འདུག་དེ་འདྲའི་རིགས་པ་དང་དེ་བྱས་ཨ་ནི་ད་ལྟ་མེ་མེ་བཏང་ནས་སྐམ་དགོས་རེད་ཨ་ནི་དེ་ལ་ཚོན་བཏང་དགོས་རེད། ད་ལྟ་དམར་པོ་བཏང་འདུག་ཨ་དེ་ཚོན་བཏང་རྒྱུ་རེད་ཤིན་ཏུ་དག་པ་ནག་པོ་རེད་བ།

མ་ཡོང་རང་ཡོང་ཐུག་རུ་མི་འདུག་པ་ནི་འདོད་པ་ཅིག་ཡོད་མ་རེད། ནི་པ་ལགས་ང་ཚོས་དེ་ལ་བཅར་འདྲི་དེ་དང་ལེན་གནང་བར་ཐུགས་ཆེ་ཞུ་ཡ་ཡིན། ལོ་ཐོ་ཅི་ཆེ་ཕག་ཞུ་ཡ་རེད་ཅི་ན་ཚོ་དེའི་ཁྱབ་བསྒྲགས་བྱེད་ཡ་ཆོད་དོ་དེ་འདྲས་གནང་ང་དང་ཕག་ཞུ་ཐོ་ཅི་ཆེ་ཞུ་ཡ་རེད་ཨ་ག་རེད་ཟེར་ན་དེར་ཚང་དེ་འདྲས་བྱེད་ཀི་ལས་ཀ་བྱེད་ཀི་ཁག་པོ་རེད་ད་ལྟ་སྔས་མ་ཡིན་ན་དར་རམ་ས་ལ་རྒན་འཁོག་གཉིས་གསུམ་འདུག་ཚོ་ཚོ་རྒྱག་ཀི་ད་ཡོང་མ་རེད་ང་བཅུ་པོ་མི་འདུག།

ཡོད་མ་རེད། ག་རེ་ཟེར་ན་དེ་ཡང་ཁོ་ཚོ་ཁ་ཅིག་གིས་ད་དེ་ལྐུགས་ཀྱི་ཚོང་རྒྱག་གི་ཡོད་རེད་ཅེས་བྱས་ནས་དེ་སྡིག་པ་ཞིག་བྱེད་པོ་ཅིག་ཡོད་རེད་ཅེས་དེ་བྱེད་ཀྱི་འདུག་མི་མང་ལ་ཕན་ཐོགས་ཀྱི་བསམ་བློ་བཏང་གི་ཡོད་མ་རེད་ཁོ་ཚོ་དེ་སྡིག་པ་ཡོད་རེད་ཟེར་ནས་བྱེད་ཀྱི་ཡོད་མ་རེད། དེ་འདྲས་རེད་མ་བྱས་པ་དེ་འདྲས་ཁྱི་སང་ཆོས་དུ་མ་དེ་འདྲས་བྱས་པ་དེ་འདྲས་མ་རེད་མ་ཡང་དད་པ་མེད་པར་ཡིན་གྱི་མིན་གྱི་མ་བྱ་བར་ཁོ་རེ་ཡང་སྡིག་པ་ལས་བྱེད་མི་དགོས་གི་ཅིག་ཆ་དེ་འདྲས་ཀྱི་ནང་ནས་བྱེད་ཀྱི་རག་མོད་དོ། སྣང་ངོ། དེ་འདྲས་རེད། ཨ་ནི་རྣམ་པ་ཚོ་གང་གར་ཐོ་ཆེ་ཤོས་རེད།
ཚ་ཚའང་ཚ་ཚ་ཞེས་པ་ནི་སངས་རྒྱས་ཀྱི་ཐུགས་ཀྱི་ཡོན་ཏན་གཟུགས་སུ་བཀོད་པའི་མཆོད་རྟེན་དང་ལྷ་སྐུ་ས་གཙང་མ་ལ་དཔག་ཏུ་བཏུབ་པ་བཞིན་ལ་ཟེར་ཞིང་བོད་ཀྱི་རྗེ་རབས་ཉིས་བརྒྱད་པའི་སྐབས་སུ་ཚ་ཚ་ཡི་བརྐོས་ཕུར་དག་ཞིང་དུས་རབས་བཅུ་གཅིག་པ་ནས་པཎ་ཆེན་སི་མི་ཏི་རྒྱ་ནག་ཕྱུགས་རྫི་འགྲོ་ཤུགས་ཐོག་ཚ་ཚ་གྲང་མོ་བཏབ་པར་བརྟེན་བོད་ཡུལ་དུ་ཚ་ཚ་འདེབས་པའི་སྲོལ་འདི་རྒྱ་ཆེར་དར་བར་སོང་འདུག། ཚ་ཚ་ལ་ས་ཚ་དང་ཆུ་ཚ་རླུང་ཚ་དང་མེ་ཚ་སོགས་རིགས་འགའ་ཤས་ཡོད་འདུག་ལ་ཚ་ཚ་བཏབ་པའི་ཕན་ཡོན་ནི་མདོ་རྒྱུད་དུ་མ་ལས་གསུངས་ཡོད་པ་བཞིན་ཆགས་མེད་རིན་པོ་ཆེ་ཡིས་ཀྱང་རང་གི་ལག་གིས་ཚ་ཚ་བཏབ་ཤེས་ན་མཚན་མོ་ལྔ་ཡི་སྡིག་པ་བྱང་རྒྱུ་ཞིང་རྒྱལ་བའི་འཇམ་པའི་རྩ་རྒྱུད་ལས་ཤེས་ཅེས་དང་གཞན་ཡང་ཀུན་བཟང་བླ་མའི་ཞལ་ལུང་ལས། ཚ་ཚ་གཅིག་གིས་མི་སྲུང་སྲང་གཅིག་ཟེར་བ་ཡིན་ཏེ། སྔོན་ལང་ཀ་ཞིག་ན་ཚ་ཚ་བཞིན་ཡོད་པ་མི་ཞིག་གིས་མཐོང་སྟེ། ཚ་ཚ་འདི་འདི་ལྟར་བཞག་ན་ཆ་བེ་ཉུང་དུ་འགྱིལ་བ་བཞག་འོ་སྙམ་ནས་སྒྲུང་དེ་ན་ལྷང་སྤྲེའི་དོ་བ་བཞིན་ཡོད་པ་དེ་ཡིས་བཀབ་ནས་བཞག་ཅིང། མི་གཞན་ཞིག་གིས་ལྷང་སྤྲེའི་ཤིན་ཏུ་མི་གཙང་བ་འདི་ཚ་ཚ་འདིས་ཀྱིན་དུ་བཀབ་པས་མི་ལེགས་སོ་སྙམ་ནས་དོ་བས་ལྷང་གི་པ་པོ་དང། ནང་དུ་དཔའ་བོ་སྙིང་དཀྱིལ་གྱི་གསང་བ་བཟང་པོ་ཡི་འབྲས་བུའི་གཞི་མ་རྒྱལ་སྲིད་ཐུབ་པ་ཡིན་ཞེས་གསུངས་པ་ལྟར་ཚང་མིང་ལྔ་ཡི་སྡིག་པ་བྱང་བ་དང་ངན་སོང་གསུམ་ལས་གྲོལ་བ་གཟུགས་བཟང་པོ་ལ་སྐྱེ་བ། གཞི་མ་རྒྱལ་སྲིད་ཐུབ་པ་སུག་ཚ་ཚ་བཏབ་པའི་ཕན་ཡོན་མཐའ་ཡས་པ་ཡོད་འདུག།